ཨུམ་བདེ་བླག་སུ་གྱུར་ཅིག། ཡ། ད་ལྟའི་རང་གི་ཉི་མ་བཟང་པོ་སྐར་མ་བཟང་པོ་བཀྲ་ཤིས་པའི་ཉི་མ་དོན་འགྲུབ་པའི་ཉི་མ་བདེ་བླག་འབྱུང་བའི་དུས་ཚོད་ཕུན་སུམ་ཚོགས་པའི་སྐར་མ་འདི་ལ། ངས་འདི་ནས་ཐོག་མར་དགེ་བ་ལ་དོན་མཆོད་པའི་རིམ་པ་བར་དུར་དགེ་བ་གཞུང་དོན་བསྟོད་པའི་རིམ་པ་མཐའ་མར་དགེ་བ་འཇུག་དོན་བཀྲ་ཤིས་པའི་རིམ་པ་དང་གསུམ་ལས། དང་པོ་སྲིད་ལ་མཆོག་ཁ་མེད་ན་ས་སུ་མེད་ནས་གཏམ་ལ་སྐུ་རེ་མེད་ན་བྱ་སུ་མེད་ནས་བོད་ཁ་བ་ཅན་གྱི་ལུགས་སྲོལ་ལྟར་དུ། ངེད་རང་འདི་ནས་བདུད་རྩི་འོ་མ་དཀར་པོའི་མཆོག་ཁ་གཟུགས་འཕེན་རྒྱུ་ཡིན་ཟེར་རྒྱུ། འོ་རམ་ཡང་ཁང་འོམ་ཨ་ཧོང་རམ་ཡང་ཁང་འོམ་ཨ་ཧོང་རམ་ཡང་ཁང་འོམ་ཨ་ཧོང། ཡ། ད་རྒྱུན་འགྱུར་རྔུབ་ཤུམ་གྱི་མཆོད་པ་ཡིད་སྤྲུལ་སྟངས་འཛིན་གྱི་མཆོད་པ་རང་ལུས་དྲན་འབུལ་གྱི་མཆོད་པ་ལྕགས་སྲུང་བཀའ་སྒྲུབ་ཀྱི་མཆོད་པ། གཟུགས་སྒྲ་དྲི་རོ་རེག་བྱ་འདོད་ཡོན་གྱི་མཆོད་པ་གླང་བཞི་རི་རབ་ཉི་ཟླ་རང་བྱུང་གི་མཆོད་པ་རིག་སྟོང་ཐིག་ལེ་ཉག་གཅིག་ལྟ་བ་ཡི་མཆོད་པ་སྣང་སྟོང་ངོ་བོ་དབྱེར་མེད་སྒོམ་པ་ཡི་མཆོད་པ། བདེ་སྟོང་རོ་སྙོམས་ཆེན་པོའི་སྐྱོབ་པ་ཡི་མཆོད་པ་བཟོད་གསོག་མངོན་ལྐོག་མེད་པ་དམ་ཚིག་གི་མཆོད་པ་སྐུ་བཞི་ལྷུན་གྱིས་གྲུབ་པ་འབྲས་བུ་ཡི་མཆོད་པ་ངེས་འབྱུང་རྟག་གནས་སྐྱེ་བ་སོ་ཐར་གྱི་མཆོད་པ། རང་ལུས་གཞན་གྱིས་བྱེད་པ་བྱང་སེམས་ཀྱི་མཆོད་པ་སྣང་ཁྲིད་རྟག་པ་རབ་འབྱམས་གསང་སྔགས་ཀྱི་མཆོད་པ་རྟག་རྫོགས་སྨིན་གསུམ་ཚང་བ་བསྐྱེད་རིམ་གྱི་མཆོད་པ་རླུང་སེམས་དབུ་མར་ཚུད་པ་རྫོགས་རིམ་གྱི་མཆོད་པ། འོག་སེལ་བཅིངས་འདུལ་བྱེད་པ་རྫོགས་ཆེན་གྱི་མཆོད་པ་ཤ་དྲོད་བསྟུད་སྙོམས་བྱེད་པ་ཁྲག་གཅོད་ཀྱི་མཆོད་པ་སྣང་བཞིའི་རྩ་ཆེན་རྫོགས་པ་ཐོད་རྒལ་གྱི་མཆོད་པ་བླ་ན་ཡོད་མེད་ཀྱི་མཆོད་པའི་བྱེ་བྲག་མ་ཚང་བ་མེད་པ། བདུད་རྩི་འོ་མ་དཀར་པོའི་གཟུགས་སུ་ལྟེམ་གྱིས་བཀང་ཞིང་མེར་གྱིས་འཁྱིལ་བ་འདིས་ཕྱོགས་གསུམ་གཅིག་ཏུ་འདུས་པའི་ངོ་བོ་རྩ་གསུམ་རྒྱལ་བ་རྒྱ་མཚོའི་སྤྱི་ཧོལ་ས་གསུམ་འགྲོ་ཁམས་རྒྱ་མཚོའི་སྐྱབས་གནས་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཆེན་པོ། ཆོས་གསུམ་བོད་མི་ཡོངས་ཀྱི་མགོན་པོ་འདུམ་ཞི་བར་རྡོ་གསུམ་གྱི་རེ་ས་སྤྲིན་ཆེན་རྩ་བའི་བླ་མ་ཁྱབ་བདག་རྡོ་རྗེ་འཆང་ཆེན་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་གི་བཞད་གཏང་སྤྱན་སྔར་ཆོས་སློབ་མ་ཧཱུྃ། ཡ། ད་བར་དུ་དགེ་བ་གཞུང་དོན་བསྟོད་པའི་རིམ་པ་ལ་ངས་ཕུན་སུམ་ཚོགས་པ་ལྔ་དང་འབྲེལ་བའི་སྒོ་ནས་གཏམ་གཟིགས་བྱ་རྒྱུ་ཡིན་ན། དང་པོ་གནས་ཕུན་སུམ་ཚོགས་པ་ནི་སྟོན་པ་མི་ཡུལ་ནས་སངས་རྒྱས་སར་བལྟམས་པ་འཇིག་རྟེན་འདིར་རྒྱ་སྐྱེད་ས་རྒྱ་གར་འཕགས་པའི་ཡུལ་གྱི་བྱང་ཕྱོགས་བཞི་གུར་རྡ་རམ་ས་ལ་འདི་ནི། འཕགས་པ་གཤེན་རིའི་གཟུགས་མེད་ཤ་ཚུགས་སུ་བྲིས་པ་རྒྱ་དབང་བཅུ་བཞི་བ་མཆོག་གི་ད་ལྟའི་བཞུགས་གནས་རི་བོ་དྲི་འཛིན་གསུམ་པ་རིན་པོ་པ། ཡུལ་གྱར་བོད་མིའི་ཆགས་དཔལ་རིག་གསུམ་གྱི་ལྟེ་བ་ཆགས་ས་ས་ལར་གནས་པའི་སྐྱེས་ཆེན་ཤིན་ཏུ་མང་བོའི་ཞབས་ཀྱི་བཀྲག་ཤིང་བྱིན་གྱིས་བརླབས་ས། ཐག་ཆིན་ཆུ་སྐྱེས་སྦྲག་དབྱངས་ཆི་ལི་ལི་སྒྲོག་ས་རྩ་ཆེན་ཚོགས་སྤྱིའི་འཁོར་ལོ་ཅི་ལི་ལི་བསྐོར་ས། དོན་ཆེན་དངོས་གྲུབ་སྦྲང་ཆར་སི་ལི་ལི་འབབ་ས་སྡུག་ཆེན་སྒྲིབ་གཉིས་ཞྭ་ནག་རི་ལི་ལི་གཏོར་ས། ཐོབ་ཆེན་ཕྱོགས་འདིའི་མི་སྣ་དགུ་རུ་རུ་འདུས་ས་སྐད་ཅིག་སྲིད་ཀྱི་ཞལ་རླངས་ཨུ་རུ་རུ་བྱེད་ས། གནད་ཆེན་རིག་པའི་མདའ་མོ་ཟི་རུ་རུ་འཕེན་ས་བརྒྱུད་ཆེན་སྙན་པའི་དབྱར་རྔ་དི་རུ་རུ་གྲགས་ས། རྩེ་ན་འགྱུར་མེད་ལོ་རྒྱུས་བྲག་རི་བཟོ་བཟང་ཟེར་ཡོད་ས་དབུ་ན་གཞི་མེད་ལྷུན་གྲུབ་གངས་རི་བཟོ་རྒྱུད་ཟེར་ཡོད་ས། སྐེད་ན་སྐལ་མེད་རྒྱ་མཚོ་ནགས་རི་བཟོ་སྤུངས་ཟེར་ཡོད་ས་མཚམས་ན་ཆད་མེད་བདུད་རྩིའི་ཆུ་རྒྱུན་བཟོ་ཤག་ཟེར་ཡོད་ས། མཐའ་ན་རྫོགས་མེད་འབྲུ་དྲུག་ཞིང་ཁ་བཟོ་སྒམ་ཟེར་ཡོད་ས་འདབས་ན་སྟོང་མེད་བལ་མིའི་མཚོ་མོ་བཟོ་མེར་ཟེར་ཡོད་ས་འཁོར་ཡུག་ལ་མ་རབས་མི་ཡུལ་འཚེ་བ་མེད་པའི་གཏེར་རིགས་སྣ་ཚོགས་བསྟིམས་ཟེར་ཡོད་ས་ལོ་མང་དོང་རྒན་བསྡིམས་ཟེར་ཡོད་ས། རི་དྭགས་རྩེ་དྲོ་བཤིག་སྲིད་ཡོད་ས་ཞབས་ཕྱི་གླུ་དབྱངས་ལྷང་ངེ་ཡོད་ས་སྐྲ་བཀྲིས་མྱུར་ཚུལ་འཁྱིག་སྲིད་ཡོད་ས་གཉའ་ཧྲམ་འཁྱིག་འབྲུག་ཤར་སྲིད་ཡོད་ས། རིན་ཆེན་ནུས་ལས་ཐར་སྲིད་ཡོད་ས་ཕྱི་ལྟར་ན་རང་བྱུང་ལྷུན་གྲུབ་མཛེས་ལྗོངས་སྤྲུལ་སྐུའི་ཞིང་ཁམས་བཀོད་བརླག་པ། ནང་ལྟར་ན་རང་སྣང་ངེས་བ་ངར་ལྡན་ཀློང་སྐུའི་ཞིང་ཁམས་ཉམས་དགའ་བ་གསང་བ་ལྟར་ན་སྤྲོས་མེད་བྱེ་བ་ཆེན་པོ་ཆོས་སྐུའི་ཞིང་ཁམས་བརྒྱུད་ཆགས་པ་འདི་ནི། དེ་རང་གི་ཨ་ནི་ཕུན་སུམ་ཚོགས་པ་རེད་ཟེར་གྱི། ཡ། ད་དུས་ཕུན་སུམ་ཚོགས་པ་ནི་སྟོན་པའི་བསྟན་པ་ཉི་མ་བཞིན་དུ་ཤར་བའི་དུས་བསྟན་འཛིན་སྐྱེས་བུ་ཕུ་ནུ་བཞིན་དུ་མཐུན་པའི་དུས་བླ་མའི་སྐུ་ཚེ་བྲག་རི་བཞིན་དུ་བརྟན་པའི་དུས་བླ་སློབ་དམ་ཚིག་གསེར་ཐག་བཞིན་དུ་སྦྲེལ་བའི་དུས་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་བཞི་བཅུ་ཕྱེད་གཉིས་རབ་གནས་ཤིང་མོ་ལུག་གི་ལོ་འདི་ཁམས་གསུམ་བདེ་ལ་བཀོད་པའི་བླ་མ། འཛམ་གླིང་མུན་པ་སེལ་བའི་ཉི་མ་འགྲོ་ཀུན་ཞི་བདེའི་ཆགས་པའི་རི་མ་འོ་མི་བཞི་བྱིས་ཡོངས་ཀྱི་ཕ་མ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ ྋསྐུ་འཕྲེང་བཅུ་བཞི་བ་ཆེན་པོའི་མཆོག་སྤྱི་ལུགས་ལྟར་ན་དགུང་གྲངས་བརྒྱ་བཅུ་ལ་ཕེབས་པའི་བླ་མའི་སྐུར་དགེ་འདུན་དཀོན་མཆོག་ཡིན་པ་གསུང་དམ་ཆོས་དཀོན་མཆོག་ཡིན་པ་ཐུགས་སངས་རྒྱས་དཀོན་མཆོག་ཡིན་པ་འདི་མཆོག་གསུམ་སྐུ་འདས་ཀྱི་སྐྱབས་གཅིག་ཡིན་པ་རྩ་གསུམ་ཡོངས་འདུས་ཀྱི་ནོར་བུ་ཡིན་པ་རྒྱལ་བ་བཞི་ཁྲོ་རམ་བྱམས་ཐམས་ཅད་སྤྲོ་ཞིང་བསྡུ་བའི་གཞི་ཉག་གཅིག་ཡིན་པའི་མཚན་དང་དཔེ་བཞི་གདམས་པའི་ལྷ་སྐལ་བ་སྟོང་དུ་བསྒོམ་པ་ལས་བླ་མ་སྐད་ཅིག་དྲན་ན་བཟང་བ། སྙན་གྲགས་བསྡུས་པ་ས་ཡ་ལིའི་བླ་མའི་གསོལ་འདེབས་ཐེངས་གཅིག་ལྷག་པ་ཡང་བླ་མའི་ནང་གི་བླ་མ་སངས་རྒྱས་དམག་གཟུགས་སུ་གྲུབ་པ་དེ་སྤྱིའི་མཐའ་འདིར་བྱིན་རླབས་སངས་རྒྱས་ཀུན་དང་མཉམ་པ་ལ་བཀའ་དྲིན་སངས་རྒྱས་ཀུན་ལས་ལྷག་པའི་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་བཅུ་བཞི་བ་ཆེན་པོའི་མཆོད་བཀུར་བཀའ་དྲིན་རི་བོ་ལས་དཔངས་མཐོ་བ་རྒྱ་མཚོ་ལས་གཏིང་ཟབ་པ་རྣམས་ལ་བཀའ་དྲིན་དྲན་ཤིས་ཆིག་གསུང་བཀའ་སྒྲུབ་ཀྱི་དམ་བཅའ་དང་བཅས་ཏེ་དགུང་ལོ་བརྒྱ་ཆའི་བསྐྱར་སྟོན་གྲོས་ཚོགས་ཀྱི་ཚོགས་བསགས་རྒྱ་ཆེན་པོ་འདི་བསྟབས་པའི་སྒྲུབ་པའི་སྐལ་བ་བཟང་བོ་དང་ལྡན་པ་ནི་ཨོ་ཏི་ཕུན་སུམ་ཚོགས་པ་རེད་ཟེར་རྒྱུ། ཡ། ད་སྟོན་པ་ཕུན་སུམ་ཚོགས་པ་ནི་རྒྱལ་བ་ཞི་ཁྲོ་རབ་འབྱམས་ཐམས་ཅད་ཀྱི་གསུང་གསང་བའི་ཡེ་ཤེས་གཅིག་སུ་སྤུངས་ཤིང། སྙིང་རྗེའི་རང་གཟུགས་སྐུ་རུ་ཤར་བ་ལྷ་འཕགས་མཆོག་སྤྱན་རས་གཟིགས་དབང་མི་ཡི་གར་དུ་རོལ་བའི་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཞིང་གཟིགས་པ་ཆེན་པོ་མཆོག་ཉིད་ཀྱིས། མཐོང་གྲུམ་མཚན་དཔེའི་ས་རྫོགས་སྐུ་ཡིས་ཕྱེ་བ་ཐུགས་གྲོལ་འགག་མེད་རང་སྒྲ་གསུང་སྒོས་ཕྱེ་བ་ཡེ་གྲོལ་ཀློང་ཆེན་ཡངས་བ་ཐུགས་ཀྱིས་ཕྱེ་བ་བསམ་གྲུབ་ཐམས་ཅད་མཁྱེན་གཟིགས་ཡོན་ཏན་གྱིས་ཕྱེ་བ། འབྲས་གྲོལ་ཕ་མཐའི་ཀུན་རྫོབ་འཕྲིན་ལས་ཀྱིས་ཕྱེ་བ་སོགས་ཕྱི་ནང་གསང་གསུམ་གྱིས་ཕྱེ་བའི་ཡོན་ཏན་བསམ་གྱིས་མི་ཁྱབ་བརྗོད་ཀྱིས་མི་ལངས་པ་འདི་དག་ཐམས་ཅད་བྲལ་མ་ཉམས་དྲིལ་མ་ཞིག་པར་སངས་རྒྱས་བསྐྱེད་བརྒྱ་ལ་སྤྲུལ་ནས་སྐལ་བ་ལྔ་བརྒྱ་ལ་སོང་ཡང་ཕྱེ་བ་ཆ་ཚང་གཟིགས་ར་ཡོན་ཏན་ཡོངས་རྫོགས་གཟིགས་བརྗོད་ཐུབ་མེད་ན་ར་གསེར་ཙམ་ཞིག་ན། སྔོན་འཕགས་མཆོག་སྤྱན་རས་གཟིགས་དབང་གིས་སྟོན་མཆོག་མཉམ་མེད་ཐུབ་པའི་དབང་བོ་འདི་ནི་བྱང་ཕྱོགས་ཁ་བ་ཅན་སྐྱོང་བྱང་ཆུབ་པར་སྤྱིར་ལྟར་གཏམ་གྱིས་པ་བཞིན་སྤྲུལ་བ་ཡང་སྤྲུལ་ཉང་ཁྲི་སྣ་ཚོགས་བསམ་གྱིས་མི་ཁྱབ་པའི་བསྟི་སྟང་རྣམ་པ་ཀུན་ཏུ། དབུལ་གང་རིགས་འབྱུང་ལ་སྐྱབས་དང་སྤྱོད་པ་མགོན་དང་དཔུང་གཉེན་མཛད་པ་བསམ་རྒྱུད་ལས་འདས་ལ་སྤྱི་ནོར་གོང་ས་རྒྱལ་དབང་བཅུ་བཞི་བ་ཆེན་པོའི་མཆོག་ཉིད་ནི། ལྷ་མོའི་ལམ་ཚོགས་གཟུགས་སྣང་ལྟར་དུ་ཡི་གེ་ཨ་ཀ་སྨྲ་གསུམ་སྟེ་ཨ་ཡིས་ཨ་མདོ་གསལ་བ་ཀ་ཡིས་སྐུ་འབུམ་སྟོན་པ་མ་ཡིས་ལྷ་མོའི་དོན་གྲུབ་དང་མ་ནི་མཚོན་པ། མ་ནི་སྤྱན་རས་གཟིགས་ཀྱི་སྙིང་བོ་ཡིན་པ་མ་ནི་སེར་སྣ་ནོར་བུ་ཡིན་པ། ཨོ་ཡིད་བཞིན་ནོར་བུ་ནོར་བ་མེད་པ་དེ་མ་ཅག་ལག་ལ་མ་ཤོར་བར་མ་འགོར་མ་འགྱངས་མྱུར་དུ་ལོངས་དགོས་ཟེར་བའི་བརྡ་རུ་ཤར་ནས། བུ་བོལ་ཤངས་མོ་ཕག་གི་ཟླ་ལྔ་བའི་ཚེས་ལྔ་ལ་ངོ་མཚར་བའི་རྟགས་མཚན་བྱེ་བ་འབུམ་དང་བཅས་ཏེ་ཨ་མདོ་སྐུ་འབུམ་རྟགས་མཚེར་གནས་སྐུ་འཁྲུངས་བའི་ཙོང་ཁའི་ལྷ་མོ་དོ་འགྲུབ་མཆོག་འོ་ལགས་པའི་གཞུང་རྒྱལ་བའི་དབང་བོའི་གསེར་ཁྲི་ལ་འཁོད་པ་དང་རྒྱལ་ཁྲིམས་ལ་ཐུག་ཡོད་པའི་བཙོན་པ་མང་པོ་བཙོན་གྲོལ་དང་གྲོགས་གཉེན་ལ་ཐུག་ཡོད་པའི་སེམས་ཅན་མང་པོ་གྲོགས་ལ་མཛད། མེད་དམིགས་ལ་ཐུག་ཡོད་པའི་དབུལ་ཕོངས་མང་པོ་གཞན་པའི་གསོས་ཁམས་སྤྱི་ལ་ཐུག་ཡོད་པའི་སྤྱིར་སྒེར་མང་པོ་འདུམ་འགྲིག་མཛད། སྐུ་དགུང་ལོ་ཆུང་ངུའི་དུས་ནས་མདོ་སྔགས་རིག་གནས་རབ་འབྱམས་ལ་སྦྱངས་སུ་མཛད་ནས་ལྷ་རིམ་དགེ་བཤེས་ཆེན་པོའི་དམ་བཅའ་བཞག་བོད་ཀྱི་ཆབ་སྲིད་གཉན་འཕྲང་ཅན་གྱི་སྐབས་སུ། དགུང་ལོ་བཅུ་དྲུག་གི་ཐོག་ནས་བོད་ཀྱི་སྣོད་བཅུད་སྤྱི་ལ་དབང་བའི་ཁྱབ་འཕྲལ་གྱི་འགན་དབང་ཆ་ཚང་བཞེས་ཏེ་དེ་ནས་བཟུང་སངས་རྒྱས་ས་ལ་བབས་པའི་སངས་དྲུག་འདི་བོད་གངས་ཅན་གངས་དཀར་ལྷུན་པོའི་གངས་བདག་མཛད། སྟོད་རྒྱལ་དཀར་གླིང་ཆེན་སྟོང་སྐོར་བློ་ཡང་མཛད། མི་རྒྱལ་ནག་རྒྱལ་སྟག་རྒྱལ་ཡིས་འཐབ་ཡང་མཛད། དེབ་དབང་གི་བཙན་བྱོལ་བའང་མཛད་པ་ནས་བཟུང་བོད་བོད་མི་ཡི་སྤྱིར་བ་འབུམ་ཚོ་ལགས་ཏེ་བཙན་ཤུགས་ཀྱི་ནང་གི་བཙན་བྱོལ་བ་འདྲ་འདྲ་འདྲ་འདྲའི་ནང་ནས་མི་འདྲ་བར། འཛམ་གླིང་རི་མགོ་ཅན་གྱི་རྒྱལ་ཁབ་དག་ལ་བྱ་ཁྱུང་ཆེན་གཟིགས་ཨ་ཁྱི་ཚང་གི་སྒོ་ཐང་ཁར་གཟིགས་ལ་ཡོངས་སུ་ཚང་བའི་ཡི་སྤྱིར་བཙན་བྱོལ་བོད་གཞུང་དམངས་གཙོ་ཡང་དག་གི་སྒྲིག་འཛུགས་སྐབས་ཀྱི་ཁྲིམས་འཛིན་དོན་གཅོད་དགོན་སྡེའི་སློབ་གྲྭ་གཞིས་ཆགས་དང་བཅས་པ་གསར་འཛུགས་རྒྱ་བསྐྱེད་མཛད་ནས་གཞིས་བཞུགས་བོད་མི་སྤུན་ཟླ་ཡོངས་ཀྱི་ངོ་ཚབ་ཡི་སྤྱིར་རང་རིགས་ཀུན་གྱི་རྟེན་ས་སྒོ་ཀུན་ནས་འཐུས་ཚང་བར་འཛིན་འཛམ་གླིང་ཡངས་བའི་ཁྱོན་ལ་མཛའ་མཐུན་གསལ་ནག་ཉི་མའི་འོད་སྣང་གིས་ཡོངས་སུ་ཁྱབ་སྟེ། རྒྱལ་ཁབ་ཆེ་གྲགས་མང་བོའི་མི་སེར་ཕུལ་བའི་ཆེ་མཐོང། རྒྱལ་ཁབ་ཀྱི་སྲིད་འཛིན་སྲིད་བློན་མི་ཆེན་རྣམ་པའི་མི་ཚེའི་སློབ་དཔོན་དུ་བཀུར་བའི་ཆེ་མཐོང། འོ་གཙུག་ལག་སློབ་གྲྭ་མང་བོའི་དགེ་རྒན་ཆེན་མོའི་ཆེ་མཐོང་ཁྱད་པར་དུ་འཛམ་གླིང་ན་ཆེས་སྐད་གྲགས་ཅན་གྱི་ནོར་ཝེ་ཞི་བདེའི་གཟེངས་རྟགས་དང་ཨ་རིའི་གསེར་གྱི་རྟགས་མ་སོགས་ཆེ་མཐོང་བླ་ན་མེད་པའི་གཟེངས་རྟགས་ཤིན་ཏུ་མང་བོ་བཞེས་ནས་འཛམ་གླིང་སྤྱི་ཡི་ནོར་ཝེ་ཞི་བདེའི་དེད་དཔོན་ཉག་གཅིག་ཏུ་གྱུར། རིགས་དང་རིས་སུ་མ་ཆད་པའི་བདུད་བཞིའི་ཁམས་དབང་དང་མོས་པ་སྣ་ཚོགས་ལ་དཔག་པས་གང་ལ་གང་འདོད་དེ་ལ་དེར་སྟོན་ཅིང་མདོར་བསྔགས་མ་བསྔགས་ལྷན་ཐབས་མཉམ་མྱོང་དང་བཅས་པའི་མར་སྨིན་པ་རྣམས་སྨིན་པར་མཛད་པའི་བཀའ་དྲིན་སྨིན་པ་རྣམས་སྤྲོ་བར་མཛད་པའི་བཀའ་དྲིན་འཛམ་གླིང་ཡོངས་ལ་བཞི་བདེ་སྐྲུན་པའི་བཀའ་དྲིན་ཆོས་ལུགས་ཁག་ལ་མཐུན་སྒྲིལ་གནང་བའི་བཀའ་དྲིན་སོགས་དང་ལྷག་པར་དུ་བོད་ཁ་བ་ཅན་གྱི་མི་རིགས་ཆོས་ཁྲི་རིག་གཞུང་དང་བཅས་པ་ལ་སྐུ་དགུང་ལོ་བཅུ་དྲུག་ནས་ད་ལོ་དགུང་གྲངས་བརྒྱ་ཕྱེད་ལ་ཕེབས་ཀྱང། སྙིང་གསུམ་འཁོར་མོ་ཡིག་ཏུ་བསྟི་སྟང་རྣམ་པ་ཀུན་ཏུ་ཞབས་མའི་ཞིབ་དཀྲུག་རིམ་རིམ་འཛབ་པའི་བཀའ་དྲིན་ལྷ་མིའི་དབུ་སྐྲག་མྱུར་མྱུར་འཛབ་པའི་བཀའ་དྲིན་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་གཉིས་མིན་དབུ་མའི་ལམ་ཁ་བསྟན་པའི་བཀའ་དྲིན་དམངས་གཙོ་ཡང་དག་ཆགས་ཐབས་ལ་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་མི་མང་ལ་གནང་བའི་བཀའ་དྲིན་བླང་དོར་མ་ནོར་བའི་ལམ་སྟོན་འོག་ནས་ལྷ་དང་བདུད་གཉིས་མ་ནོར་བར་མཛད་ནས་རིས་མེད་ཆོས་རྒྱལ་ཁག་གི་དག་སྣང་ཉི་མའི་འོད་ཟེར་གཅེས་གསལ་དུ་སོང་དམ་ཚིག་ཟླ་བའི་དཀྱིལ་འཁོར་གཅེས་གཙང་ལ་སོང་ནས་ཆོས་སྤང་ཉེར་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བར་མཛད་པའི་བཀའ་དྲིན་སོགས་ཀྱིས་ཀུན་ནས་བསྐྱངས་དང་སྐྱོང་བཞིན་པའི་སྤྲིན་ཆེན་རྩ་བའི་ཡུལ་ལ་མ་ལྷར་སྐྱེས་འགྲོ་བའི་གཙུག་རྒྱན་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་བྱང་གཟིགས་པ་ཆེན་པོ་སྟོན་གྱི་ལྷ་དུ་མཚན་ནས་མོ་ན། རྗེ་བཙུན་རྒྱལ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་ཁྲི་གསུམ་དབང་བསྒྱུར་མཚུངས་པ་མེད་པའི་བདེ་དཔལ་བཟང་པོ་མཆོག་ནི། དེ་རང་གི་སྟོན་པ་ཕུན་སུམ་ཚོགས་པ་རེད་ཟེར་གྱི། ཡ། ད་བཞི་བ་འཁོར་ཕུན་སུམ་ཚོགས་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པ་ལ་མཐའ་ལྷོད་མེད་པའི་དམ་ཚིག་ལ་ངོ་འཁོག་མེད་པའི་ཡིད་ཆེས་ལ་རྒྱབ་མདུན་མེད་པའི་ལྷག་བསམ་ནོར་གྱིས་བྱུགས་པའི་རབ་བྱུང་ངུར་སྨུག་གི་སྡེ་དང། འབྲས་བུ་གསང་སྔགས་རྡོ་རྗེའི་ཐེག་པ་ལ་ཐད་ཀར་འཇུག་པའི་གོས་དཀར་ལྕང་ལོ་ཅན་གྱི་སྡེ་སྟེ། འོ་སྐྱབས་ཡུལ་མཆོད་གནས་སྡེ་གཉིས་ཀྱི་པྲ་ཚིལ་སྔགས་གསུམ་ཡོངས་རྫོགས་དང། འཛམ་གླིང་གི་ཡུལ་གླིང་སོ་སོ་ནས་ཕེབས་པའི་བཀའ་ཆོས་སྐུ་མགྲོན་རྣམ་པ་བོད་པའི་ཡུལ་མི་ཡུལ་གྱར་བ་རྣམ་པ་དང་ཧི་མ་ལ་ཡའི་ཆོས་གྲོགས་མཆེད་ཁྱིམ་རྣམ་པ། སྐབས་ཀྱི་སྟག་སང་མཁར་སྤྲུལ་སོགས་འདུ་འདུས་འདུར་ཚོགས་ཀྱིས་ཕོ་མོ་རྒན་གཏེར་གཞོན་ཞིང་དང་འཐོར་མིན་གྲགས་བཞིན་ཐམས་ཅད་མཁོ་རུལ་ཕུན་སུམ་ཚོགས་པ་ཡིན་པ་དང་ཡང་ཕ་ཡུལ་གངས་རིའི་ལྗོངས་ཀྱི་རང་ས་ཡི་གཞིས་བཞུགས་བོད་མི་སྤུན་ཟླ་ཕུ་ནུ་མིང་ཧྲང་རྣམ་པ། ཨོ་དད་པ་དང་དམ་ཚིག་མི་འགྱུར་ནི་རྣམ་པ། ཆོ་ག་དབྱིབས་ཕྱོགས་རིས་མི་འཛིན་ནི་རྣམ་པ། ཆུ་རྒྱུག་གི་འཐེན་འཁྱེར་མི་རྒོད་ནི་རྣམ་པ། ཁ་ཡག་དང་ཁོག་བཙོག་མི་ཤེས་ནི་རྣམ་པ་ནང་ཁུལ་གྱི་ཡིད་ཆེས་མི་བརླག་ནི་རྣམ་པ་ཆིག་སྒྲིག་གི་དཔུང་རྡང་མི་འཐོར་ནི་རྣམ་པ་མི་རིགས་ཀྱི་ངོ་བོ་མི་གཡུག་ནི་རྣམ་པ་ཆེ་མཐོང་གི་རིན་ཐང་མི་རྩོད་ནི་རྣམ་པ་སྤྱི་ཡོངས་ཀྱི་རྩ་དོན་མི་དོར་ནི་རྣམ་པ་སྐད་ཡིག་གི་སྲོག་རྩ་མི་འཆོར་ནི་རྣམ་པ་རིག་གཞུང་གི་ནོར་བུ་མི་འབོར་ནི་རྣམ་པ་སྦྲགས་ངན་སྦྲགས་སྐད་ཀྱི་དྲི་ངན་མི་བྲོ་ནི་རྣམ་པ་སྤོབས་པ་རྒྱ་སྟག་གི་འཛུམ་དྲུག་མི་ཡལ་ནི་རྣམ་པ་རིག་གཞུང་སྟོང་སངས་ཀྱི་གཡུ་རལ་མི་ཞིམ་ནི་རྣམ་པ། བྱང་སེམས་ཆུང་ཆེན་གྱི་ཕྱོགས་རིམ་མི་ཁམས་ནི་རྣམ་པ་དཔར་སྐད་དབྱིབས་འབྲི་སྐད་སྒྲ་དབྱངས་མི་འགག་ནི་རྣམ་པ་ཕྱེད་རྣམ་པའི་སྐུ་བཞུགས་ས་གཞི་ལས་འོད་ཡུལ་ན་ཡོད་ན་ཡང་དཀའ་རྙོག་གི་འགག་འཕྲང་རྟོགས་ས་ན་ཡོད་ན་ཡང་ཐོབ་ཤོར་གྱི་བར་གླགས་བཅོས་ས་ན་ཡོད་ན་ཡང་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་ལ་དད་པ་མི་འགྱུར་གཏན་གྱི་ལས་ཡོད་ཚིག་གི་དམ་ཚིག་མི་འགག་གཙང་ས་ལས་ཡོད་ཚིག་གི་ཅི་གསུང་བཀའ་སྒྲུབ་ཀྱི་དམ་བཅའ་སོགས་བསྟན་པའི་རྡོ་རྗེའི་བྲག་འདྲ་འདྲ་ཡོད་ཚིག་གི་མྱུར་དུ་མཉམ་འཛོམས་ཀྱི་རེ་བ་བཟོ། ཆེན་པོ་གསེར་གྱི་རི་འདྲ་འདྲ་ཡོད་ཚིག་གི་ལུས་དེ་རང་འཁོར་ནང་ན་མེད་ཀྱང་སེམས་འཁོར་ནང་ན་ཡོད་པའི་འོ་འཁོར་ཕུན་སུམ་ཚོགས་པ་རེད་ཟེར་རྒྱུ། ཡ། ད་རྔ་བ་ཆུ་ཕུན་སུམ་ཚོགས་པ་ནི་ཆུ་ཟེར་ན་བཅུ་གཅིག་གི་ཚིག་ཡིན་པ་རང་སེམས་མ་རུངས་མ་དག་པ་རྣམས། དམ་པའི་ཆོས་ཀྱི་བཅུ་དྲུག་ཞེས་ནས་ཐུགས་གསུམ་སྒོམ་གསུམ་གཞལ་མ་བྲལ་བར་དད་པ་ལྡན་ལ་དམ་ཚིག་གཙང་མའི་ཚུལ་བཞིན་དུ་ཉམས་སུ་བླངས་ན་འདུ་བྱེད་ལག་སོགས་ཐམས་ཅད་ཀྱི་འབྱུང་གནས་ཡིན་པའི་སྐོར། བླ་མ་རྒྱལ་བའི་དབང་པོ་ཐུན་མིན་མཐའ་སྤྲོད་དོན་གཉེར་བ་རྣམས་ལ་གསུང་བའི་བཀའ་ཆོས་དོན་མངོན་གྱུར་ལ་མངོན་སུམ་ཚད་མས་གནོད་པ་མེད་པ་ལྐོག་འགྱུར་ལ་རྗེས་དཔག་ཚད་མས་གནོད་པ་མེད་པ་ཤིན་ཏུ་ལྐོག་འགྱུར་ལ་ལུང་ཚད་མས་གནོད་པ་མེད་པ་ཤར་རྟགས་དང། ཐུན་མོང་དུ་ཆོས་ལུགས་ཁས་ལེན་མི་བྱེད་པའི་རིགས་ལ་ཡང་ཆོས་དང་མ་འབྲེལ་བའི་བསླབ་བྱ་འཁོར་ཡུག་སྲུང་སྐྱོབ་རང་ལས་འཕྲོ་བསྟེན་བྱམས་དང་བརྩེ་བ། སེམས་ཁམས་ལྷོད་ལྷོད་ཡིན་ན་ལུས་ལ་ན་ཚ་མྱོང་ལུགས་ཀྱི་བསླབ་བྱ་གཡོ་སྒྱུ་ཁྲམ་གསུམ་མེད་ན་ཀུན་གྱིས་ཡིད་ཆེས་བྱེད་ངེས་པའི་བསླབ་བྱ་ཁ་གྲངས་ཁོག་གྲངས་ཡིན་ན་རང་བདེ་རོགས་སྐྱིད་ཡིན་ལུགས་ཀྱི་བསླབ་བྱ་གཞན་ལ་འཚེ་བ་སྤངས་ན་རང་ལ་དགྲ་བོ་མྱོང་ལུགས་ཀྱི་བསླབ་བྱ་སྤྱི་ཚོགས་འཆམ་མཐུན་ཡོང་ན་འཇིག་རྟེན་བདེ་སྐྱིད་ལྡན་ལུགས་ཀྱི་བསླབ་བྱ་སྐྱེ་འགྲོ་སེམས་ཅན་ཐམས་ཅད་བདེ་བ་འདོད་པ་འདྲ་འདྲ་ཡིན་ལུགས་ཀྱི་བསླབ་བྱ་སྡུག་བསྔལ་མི་འདོད་པ་མཉམ་མཉམ་ཡིན་ལུགས་ཀྱི་བསླབ་བྱ་བྱམས་དང་བརྩེ་བ་ཀུན་ལ་དགོས་ལུགས་སོགས་མདོར་ན་ཐུན་མོང་བསླབ་བྱའི་རིམ་པ་རྣམས་ལ་ཡང་ཆེས་མཁས་པའི་ཞལ་རླངས་ཡིན་ན་གནོད་པ་མེད་པ་ཚན་རིག་པའི་ཚོད་ལྟ་ཡིན་ན་གནོད་པ་མེད་པ་སོགས་རིན་ཐང་གཞན་ལྟར་བཀྲལ་བའི་ཆོས་དང་འཇིག་རྟེན་གྱི་བསླབ་བྱ་སྣ་ཚོགས་པ་དག་གི་བརྗོད་བྱའི་གླེགས་བམ་དུ་བརྩིགས་ན་རི་བོ་ལས་དཔངས་མཐོ་བ་བརྗོད་བྱའི་ཟབ་དོན་ལ་བསམ་ན་རྒྱ་མཚོ་ལས་གཏིང་ཟབ་པ་འདི་དག་ཐམས་ཅད་དེ་རང་གི་ཆོས་ཕུན་སུམ་ཚོགས་པ་རེད་ཟེར་རྒྱུ། ཡ། ད་མཐའ་མར་དགེ་བ་འཇིག་དོན་བཀྲ་ཤིས་པའི་རིམ་པ་ནི། སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་པའི་བཀྲ་ཤིས་ཤོག་བསྟན་འཛིན་གྱི་སྐྱེས་བུ་བརྩེ་ཞིང་མཐུན་པའི་བཀྲ་ཤིས་ཤོག་སེམས་ཅན་ཀུན་ལ་བདེ་སྐྱིད་ལྡན་པའི་བཀྲ་ཤིས་ཤོག་འཛམ་གླིང་ཡོངས་ལ་ཞི་བདེ་ཡོང་བའི་བཀྲ་ཤིས་ཤོག་གངས་ཅན་བོད་ཀྱི་མདོ་དོན་འགྲུབ་པའི་བཀྲ་ཤིས་ཤོག་བོད་སྐད་དང་ཡི་གེའི་སྐུ་ཚེ་བརྟན་པའི་བཀྲ་ཤིས་ཤོག་ཆོས་དང་རིག་གཞུང་རྒྱུན་འཛིན་མཐུན་པའི་བཀྲ་ཤིས་ཤོག་ཡ་རབས་སྐྱོ་བཟང་ཡུན་དུ་གནས་པའི་བཀྲ་ཤིས་ཤོག་ཕུ་ནུའི་རྡོག་རྩ་གཅིག་སྒྲིལ་ཡོང་བའི་བཀྲ་ཤིས་ཤོག་ཆོས་བརྒྱུད་ཁག་ལ་ཆགས་སྡང་མེད་པའི་བཀྲ་ཤིས་ཤོག་ཆོལ་ཁའི་བར་ལ་འཐེན་འཁྱེར་མེད་པའི་བཀྲ་ཤིས་ཤོག། འོག་བཞི་བྱི་བར་གྱི་ཡིད་ཆེས་དམ་པའི་གྲྭ་བྱས་ཆོག་བླ་སློབ་བར་གྱི་དམ་ཚིག་གཙང་བའི་གྲྭ་བྱས་ཆོག་རྒྱལ་བོད་བར་གྱི་དཀའ་རྙོག་སེལ་བའི་གྲྭ་བྱས་ཆོག་མཁར་སྡོམ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཐོང་གྲོལ་སྐུ་ལུས་གསེར་གྱི་ལྷུན་པོ་ལ་འགྱུར་མེད་རྟག་བརྟན་མི་ཤུགས་རྡོ་རྗེའི་ཆོས་བདུན་གྱི་གྲྭ་བྱས་ཆོག་ཐུགས་ཁྲོ་གསུང་དབྱངས་ཡན་ལག་དྲུག་ཅུ་ལ་འགག་མེད་ལོངས་སྡུད་རྡོ་རྗེ་རང་འདྲ་ཡི་གྲྭ་བྱས་ཆོག་ཡེ་གྲོལ་ཐུགས་ལངས་ཆོས་དབྱངས་ཆེན་པོ་ལ་སྒྲིབ་མེད་འོག་སྲིད་ཆོས་སྐུའི་རང་བཞིན་གྱི་གྲྭ་བྱས་ཆོག་སྙན་པའི་གྲགས་པ་དཀར་པོའི་ས་གསུམ་ཁྱབ་པའི་གྲྭ་བྱས་ཆོག་འཕྲིན་ལས་གསེར་གྱི་ཉི་མའི་གླིང་བཞི་གསལ་བའི་གྲྭ་བྱས་ཆོག་སྐུ་ཚེ་བསྐལ་བ་རྒྱ་མཚོའི་བར་དུ་བརྟན་ཞིང་ཐུགས་རྗེའི་བཞེད་དོན་ཐམས་ཅད་འགག་མེད་ཡིད་བཞིན་དུ་ལྷུན་གྱིས་འགྲུབ་པའི་བཀྲ་ཤིས་བདེ་བླག་ཕུན་སུམ་ཚོགས་པར་ཤོག་ཀྱེ་ཞལ་བསྟོད་མཇལ་ལོ།